གཅིག། གཉིས། གསུམ། བཞི། ཟླ་བ་སྟེ། ཨོ། འདི་ཚོ་བཞི་དེ་ལ་ཡང། ནམ་དུས་བཞི་ལབ་པ་རེད་གོ་ཟེར་བས། ནམ་དུས་བཞི་དེས་གོ་བ་དང་གི་དེ་མ་ཅིག་སུ་གོ་བ་དང་པོ། དྲི་བཟང། ལྟ་ཡིན་དང་དང་པོ་ཁོང་ཚོའི་གློག་ཡིན་དང།

ཅི་ཀ། དཱོ། བ་ཡ་ཏཱ་ཡ། ར། ཡར། ཁ། ཡར་ཁ། ས་ཏྭ་ཏཱ་ཏ་ན་རོ་ཏོ། ན། ཏོན། ཀ། ཏོན་ཀ། དྭོགས་དགའ་ཞབས་བཅུ་དགུ། ན། དགུན། ཁ། དགུན་ཁ། རིག་སོང། ད། མགྱོགས་པོ་ལ་བ་ཡིན་ན། དཔྱིད་ཀ། དབྱར་ཁ། སྟོན་ཁ། མར་སྟོན་དཀའ། དགུང་ཁ། ཀོ་སི་སང། འོ་དེ་རེད། དོ་ཞེ་ད་ག་མ་ཅིག་སུབ་ཀིན་ད་ཡང་ཀྱང། དེ་སྣག་ཚ་མང་པོ་ཆགས་སོང་ཨ། གཙང་མ་མེད་ན་ཁྱོད་ཚོ་འཁྲུག་འདུག་ཨ། འོ་དོ་ཞེ།

མེ་ཏོག་བཞད་ཀྱི་རེད། དྭོགས་པ་ཡ་ད་ཅ་ཁི་ཀུ་ཅི་ད་ཅི་ཀ་ཅི་ཀ། མ་འགྲེང་པོ་མེ་ཏ་ན་རོ་ཏོ་ཁ་ཏོག་མེ་ཏོག་བྷའོ་ཤ་ད

ཆར་པ་འབབ་ཀྱི་རེད། དྲི་བཟང། ད་འདི་ཡིན་ད། འདི་ཡིན་ད། ས་ཏ་ཏ་ཏ་ན་རོ་ལྟོ་ན་སྟོན་ཀ་སྟོན་ཀ། ལ་ན་རོ་ལོ་ཏ་ན་རོ་ལྟོ་ག་ལྟོག་ལོ་ལྟོག། ས་ས་མ་ཏཱ་མ་གྷི་སྐུ་སྨིན། ན་སྨིན། ག་ཡ་ཏཱ་གྱ་གྷི་སྐུ་གྱི། ར་སྒྲེང་པོ་རེ་ད་རེ། སྨིན་གྱི་རེ། ད་བར་ཁ་བསྡུར་སུ་ལོག་པ་ཡིན་ན། སྟོན་ཀ་ལོ་ཏོག་སྨིན་གྱིས་རེད། འགྲིག་སང། ད། དྭོགས་དགའ་ཞབས་བཅུ་དགུ། ན། དགུན། ཁ། དགུན་ཁ། ག། ང། ས། གང། ཨའོ། སྦ། བ། འབབ། ཀ། ཡ། ཏཱ། སྐྱ། ཁི། ཀུ། ཀྱི། ར། འགྲེང་བོ། རེ། ད། རེ། ད། དགུན། ཁ། གང། འབབ། ཀྱི། རེ། དྲི། ས། ར། འདུག་ཅེས། ད་འདི་ནས་འདི་བརྗེད་ལ་ཡ། ང་ཚོ་ཤོག་ལེ་བརྗེས་མ་དེ་ལེན་གོ། ད་འདིའི་ནང་ལ་ཡ་ག་རེ་ཡོད་རེད་ཟེར་བ་ཡིན་ན། ནམ་དུས་བཞི་དག་རང་དུ་བ། ནམ་དུས་བཞི་བྱེད།

རོ། དེ་ནི་དཔྱིད་ཀའི་དུས་ལ་ཡང་ག་རེ་འཆར་གྱི་རེད་ད། གནམ་གཤིས་ག་འདྲ་ཆགས་ཀྱི་རེད་བལྟ་ཡ་རེད་གནམ་གཤིས་འགྱུར་བ་ག་འདྲས་སུ་འགྲོ་གི་རེད་དེ་བལྟ་ཡ་རེད། ད་དཔེ་འདྲ་བོ་ཆགས་ཤག་ན། རོ། འོང། དེ་འདྲ་བོ་ཆགས་ཤག་ན་ག་ལ་གི་དོ། གློག་དམར་འཁྱུགས། ང་ཚོ་གནམ་ལ་ཡར་གློག་དམར་པོ་འཁྱུགས་ཡོང་གི་འདུག་གློག་འགྲོ་བ་ཞིག་གནམ་ལ་ཁྲིས་ལེགས་ད་ཁྱོད་ཚོ་ཨིན་ཇི་གི Lightning ཟེར་གདའ་བ་འདི་རེད་བ། གློག་དམར་འཁྱུགས་སོ་གློག་དམར་པོ་ཅིག་འཁྱུགས་གི་འདུག་བ། འདི་ག་དུས་འཁྱུགས་གི་ཡོད་རེད་དུས་ཚོད་འདི། འདི་གནམ་གཤིས་རེད་བ། གློག་དམར་འཁྱུགས་ཟེར་དེ་གནམ་གཤིས་རེད། ད་དེ་གནམ་གཤིས་དེ་ག་དུས་འགོ་ཚུགས་ཀྱི་རེད་དགུན་ཁར་འཁྱུག་གི་ཡོད་རེད་པས། དབྱར་ཁ་ལ་རེད་པས། དཔྱིད་ཀ་ལ་རེད་པས། སྟོན་ཁ་ལ་རེད་ག་དུས་རེད་དེ་ལྟ་ཡ་རེད། ད་དེའི་འདྲ་བོ་དེ་ཆ་བཞག་ན། ཉི་མ། ཚ་པོ་ཤར། ད་དེ་ཡིན་ན། གངས་བབས། ད་དེ་ཡིན་ན། ཆར་པ་བབས།

ངས་ནི་དེ་ལ་ལྟས་སུ་སྐྱོ་བོ་གྲགས་ཀྱི་འདུག་ན་ཡང་ཁྱེད་རང་ཚོ་དཀའ་ཡ་ཡོར་བ་དཀའ་ནས་ལབ་གསོལ་བྱེད་ཀྱི་ཅིག་བྱས་ན་འགྲིག་གི་འདུག་ཨ། ཡང། ངས་དཔེ། ལྷོད་ལྷོད་འདྲ་ག་ཅན་ཅིག་ཀློག་བསྡད་ན་དུས་ཚོད་རིང་པོ་ཅིག་བྱས་ཨ་ནི་ཁྱེད་རང་ཚོ་ཤེས་ཡ་དེ་ཨ་རེ་ཉུག་ཉུག་ཅིག་མ་གཏོགས་མི་བྱེད་ཅིག་ཤི་ན་ཉོག་མ་ཡོང་ཨ་ཤེས་ལ། འདི་གི་ཨ་ནི་དུས་ཚོད་དེ་ཀློག་སྟངས་དེ་རན་པོ་འདྲ་བོ་ཅིག་ཀློག་ན་མ་གཏོགས་དུས་ཚོད་ཞེ་དྲག་མ་ཟ་བ་ཅིག་ཡང་རྒྱུན་རིང་པོ་ཞེ་དྲག་མ་གོ་མགྱོགས་མགྱོགས་འཕྲད་ན་དཀའ་ལས་ཡོར་བ་ད་ཡིན་ད་ང་ཇོ་ལོ་རྒྱར་གྱི་ཡིན་ད། ང་མང་ཚོ་འདི་ནས་ཇོ་ལོ་རྒྱག་གི་ཡིན་ད།

ཡིན་ད། སྟངས་འཛིན་དེ་གློ་བ་ཡིན་ད། གློག་དམར་འཁྱུག་ཟས་དེ་གློ་བ་ཡིན་ད། ཇོ་ལོ་རྒྱ་ཡར་ད། ག་ལ་རྟགས་བླ་ན་རོ་གློ། ག། གློག། དྭོགས། དམའ། ར། དམར། ཨའོ། ཁ་ཡ་རྟགས་ཁྱ། ཞབས་ཆུ་ཁྱུ། ག། འཁྱུག། གློག་དམར་འཁྱུག། ཉག་གི་གུ་ཉི། མ། ཚ། པ་ན་རོ་པོ། ཤ། ར། ཤར། ཉི་མ། ཚ་པོ་ཤར། དྲིག་སང། ག། ང། ས། ཅེས་དང་ག། ང། ས། དོ། སྟེ། ག། ང། ས། གང། སྟེ། ཁོ་ཚོ་མཉམ་པོ་སྡོམ་ཡོང་ན་གཞི་ནས་གང་ཆགས་སོང་ཨ། ཡང་ཁ་ཤས་ཀྱིས་གང། ང། ས། གང།

ག། ང། ས། སྟེ། གང་བྱས་མི་འདོར་བ་ག། ང། ཁོ་རང་ཡི་གེ་གང་ཡིན་པ་དེ་ཀློག་སོང་བ་ངས། ཡན་ད་ཡིན་ད། ག། ང། ས། ད་ཁོ་ཚོ་གསུམ་མཉམ་པོ་བསྡོམས་ན། གང། ག། ང། ས། གང། ད་ད་གང་རང་བཞིན་གཅིག་པོ་ཅི་ཡང་རེད། བ། བ། ས། འདི་གསང་བ་འདི་གཉིས་བ་གཉིས་དོ་ས་ར་བ། བ། བ། ས། ད་མཉམ་པོ་ཡང་སྡོམ་ཡོད་དུས་བབ། གང། ད། ཚེ་འཁོར་མཉམ་པོ་ཀློག་དུས་གང་བབ། ཤ་སོང་ཨ། ད་དེ་ནས་གཅིག་པུ་སྦྱར་ཏེ། ཆ། ར། མཉམ་པོ་སྡོམ་ན་ཆར།

ཁ་ར་སྟག་ཁྲ་གི་སྐུ་ཁྲི་ག་ས་ཁྲིག། སྤྲིན་པ་ཁྲིག། ཧོ་ས་སང། ད་དེ་ཡིན་ད། ང་ཚོ་དེ་ལོག་ཡིན་ད། ལ་ཧ་སྟག་ལྷ། ག་ས་ལྷག། པ། བྷཱུ། ར་གྷ་ཏ྄་དགའ་ཡ་ཏ྄་རྒྱ། བྷ། རྒྱབ། ཨ་ནི་མཉམ་པོ་ཀློག་དུས་ལྷག་པ་རྒྱབ། ས་མ་ཏ྄་རྨ་ཞབས་ཕྱུག་རྨུ། ར། ས་མ་ཏ྄་རྨ་ཞབས་ཕྱུག་རྨུ། གྷ། རྨུག། པ྄། ཨའོ། མཐའ་གི་སྐུ་དྷི། བ་ས། ཐིབས། ད། སྨུག་པ། ཐིབས། ཆང་ས། སྨུག་པ་ཐིབས། འགྲིག་སེ་འགྲིག་ས་ར། ད་འདི་བ་ལ་ག་རེ་ལེགས་འདུག་ད། ཚིག་རྗེས་མ་དེ་ཤོག་ལེབ་རྗེས་མ་དེ། འོ་འདིར་ད་དེ་ཁྱེད་རང་ཚོ་ད་ཅི་ནམ་དུས་ཤིག་སྦྱངས་ནས། སྣང་བ་སྐྱིབ་ཀྱིས་བྱས་ནས་ཁྱེད་རང་ཚོ་གཞས་ར་ཅིག་བཏང་འདོད་ཡོད་ན།

སྟོན་ཀ་དགུང་ཁ་ནམ་དུས་བཞི། ནམ་དུས་བཞི། ཡིན་ད་གོ་ནི་ཡིན་ད། དཔྱིད་ཀ་དབྱར་ཁ་སྟོན་ཁ་དགུང་ཁ་ནམ་དུས་བཞི། ནམ་དུས་བཞི། དབྱར་ཀ་མེ་ཏོག་ཤར།

སྟོན་ཀ་ལོ་མ་ལྷུང། ལོ་མ་ས་ལ་ལྷུང། སྐྱོ་ཤོས་རེད། སྐྱོ་ཤོས་རེད། དགུང་ཁ་གང་བབས། ང་ཚོ་གང་ཚེ་ཚེ། སྐྱོ། མ་སྐྱིད་ཤོས་རེད། སྐྱིད་ཤོས་རེད། ད་ག་ཟེ་ངའི་རྫུན་མ་རེད་ཅེས་བཏང་པའི་སྐད་ཆ་ཡིན། ནི། གཙོ་བོ་དེ་ངའི་གློ་བའི་ཆེད་དུ་བཏང་པའི་རེད་བ། ད་དེའི་སྦྱོར་ལོ་རྒྱག་གོ་མ་གང་ནས་ཚིག་མང་པོ་འགྲོ་ཚར་རེད་བ། འདི་ད་ག་རང་ཞེས་འདྲ་བོ་ཅིག་ཐུས་པ་ཅིག་ཡིན་ད། ཡཱ་ཡཱ་ད་འདི་རྗེས་ཀྱི་ཤོག་ལེབ་དེ་ག་རེ་རེད་དོ། ད་དེ། ད་དེ་ལ་ཡཱ་ཡཱ་ད་ཁྱེད་རང་ཚོ། ད་འཇིག་དེའི་གཞས་དེའི་སྦྱང། གང་གི་སློབ་ཚན་དེའི་སྦྱང་ཚར་བ་ཆེད། ནི་སློབ་ཚན་དང་གཞས་དེ་གཉིས་ཀ་ཡཱ་སྦྱང་ཚར་བའི་རྗེས་ལ་ད་ཁྱེད་རང་ཚོ་འདི་རྒྱུགས་སྤྲོད་བྱ་གི་ཡོད། ད་རྒྱུགས་སྤྲོད་ཟུར་བ་ཆགས་དེར་ད། སོ་སོ་སོ་ག་ཚོད་ཤེས་འདུག་སྤྲོད་ཟེར་གལ་ཆེན་པོ་ཡོད་རེད་རྒྱུགས་སྤྲོད་དེ་གི་སོ་སོ་ལ་ཡ། ག་ཚོད་ཤེས་འདུག་དང་འདུག་མི་འདུག་ལྟ་ཡས་ཀྱི་ཆེད་དུ་རེད་བ་རྒྱུགས་སྤྲོད་ཟེར་རྒྱུ་མཚན་དེ་རེད་བ། སྐབས་རེ་ང་ཚོ་ཤེས་བསྡད་ཡོད་བསམ་ས་ཅིག་རེད་ཡོད་རེད་རྒྱུགས་སྤྲོད་བཏང་ཡོང་དུས་བརྩམས་པ་ལ་ད་དཔེ་ལྟ་ས་ནི་ཡོད་མ་རེད་བ་ད་སོ་སོ་གང་ཤེས་པ་དེ་བྲིས་དགོས་དུས་ཨ་ནི་ཤེས་པ་དང་མ་ཤེས་པ་གཉིས་ཀྱི་ས་མཚམས་དུ་མ་སོང་དབྱེ་བ་ཕྱེ་དུས་དུས་བཅད་ཡོད་དགོས་རེད་འོ་དེ་ཡི་ཆེད་དུ་ཨ་ནི་རྒྱུགས་སྤྲོད་བཏང་གི་ཡོད་རེད་བ། རྒྱུགས་སྤྲོད་བཏང་དུས་བརྩམས་པ་ལ་ད་སོ་སོས་ག་ཚོད་ཤེས་པ་ཞིག་ལྟ་གི་ཡོད་པ་ཡིན་ཙང་ད་ཡིན་དང་ང་ཚོ་རྒྱུགས་སྤྲོད་བཏང་ཡ་ཡིན་དང། ད་དེ་ལྟ་དང་པོ། ག་རེ་ལ་ཡོད་དོ། གཤམ་གསལ་ཟེར་ངེས་ལ་ཡིན་པ། གཤམ་གསལ་ཟེར་དུ་བརྩམས་པ་ལ་དང་གཤམ་ཟེར་ན་བ་ལ་བྱེད། གསལ་ཟེར་དུ་བརྩམས་པ་དང་དེ་ལ་ཡང་ང་རང་ཚོ་མིག་རྩ་འདི་དག་མཐོང་སྟེ་ཀྱོ་ཙུན་ཟེར་རོ། འོ་དེ་ལ་གཤམ་གསལ། ཨ་ནི། བྲི་བ། དེ་ལ་ཡང་བྲི་བར་ཟེར་ལ་ནི་དེ་ར་ཅིག་ཏུ་བ། ར་དེ་ཡིས་ད་ལ་དོན་སོགས་རུ་ཆགས་ཏེ་ར། བྲི་བར་ཟེར་དུ་བརྩམས་པ་བྲི་བ་ལ་ཟེར་ངེས་སོ་ཅེ་ར་ཀོ་ལ་གི་དོན་དོན་དག་དེ་སྟོན་དགོས་རོ། གཤམ་གསལ་དྲི་བ་ལ་ལ་བ་ཆ་རེ་དྲི་བ་ལ་ལན་རྒྱོབ་ལ་རེ་ད་ཀོ་ཀུས་ཚོད་ཀྱི་སྒྲ་སྦྱར་ནས་ད་འདི་འདྲ་བྱེད་ཤོག་ཨ་ལན་རྒྱབ་ཨ་རྒྱབ་ཤོག་ཨ་ཟེར་སོར་བྱེད་ལ་ལན་རྒྱབ་ཤོག་ཨ་ཟེར་སོར་བྱེད་ལ་གི་བར་ཁོ་སད་ན་འདི་ང་ཚོ་ཁ་སྐད་འདྲ་ཞིག་བྱས་པ་ཡིན་ན་ཡིན་ད་ད་ལྟས་སུ་གོ་ཡང་ངེ་མ་ཅིག་སུབ་ན་མ་ད་འགྲིག་མ་སོང་དེ་མང་པོ་ར་ཆགས་སོ་འགྲིག་སང་དེ་ཡིན་ད། གཤམ་གསལ། དྲི་བར་ལན་རྒྱོབ། ད། གཤམ་གསལ། དྲི་བ་ལ་ལན་རྒྱོབ། འགྲིག་ས་ར། དྲི་བ་ལ་ཟེར་དུས་གོ་ངན་འདྲ་ཆགས་སོང་ག་སེ་ནམ་རྒྱུན་ང་ཚོ་ཁ་སྐད་ནང་ལ་སྐད་ཆ་བཤད་དུས་ཙམ་པ་ལ་ལ་ལ་ལ་ཟེར་བོད་ཆས་ཤིག་རོགས་དྲི་བར་ཟེར་དུས་ཤེས་ཙམ་པ་ལྟ་བུ་ཡིག་སྐད་ཀྱི་ཡི་གེ་བྲིས་སྟངས་ཀྱི་ཆ་ནས་ཁོ་ལ་ལ་ལ་ཟེར་དུས་ཁོ་པ་ཐུང་རུ་བཏང་བྱས་ཨ་ནི། བར་ལབ་ཤར་བ་དྲི་བ་ཟེར་བ་དང་ར་གཉིས་དེ།

དྲི་བ་གཉིས་པ། དྲི་བ་གསུམ་པ། དེ་ལ་ཡང་དག་ལན་རྒྱག་གོ་རེ། དྲི་བ་འདི་དང་པོ་སའི་ཨང་ཀི་དེ་རེ་བ་ད། དེའི་ཡི་གེ་དེ་ག་རེའི་ཁྲིད་དུ་འོང་དེ་དྲི་བ་གཏང་གི་ཡོ་ད་ཁྱེད་རང་ཚོ་ལ། ག་ཚོད་ཤེས་འདུག་མི་འདུག། དྲི་བ་ན་ལ་ག་རེ་གཏང་གི་འདུག། ནམ་དུས་བཞི། ག་རེ་ག་རེ་རེད། དྲི་བ་གཏང་སོང་ཨ། མཐོང་གི་འདུག་བས། དེ་ཨ་ཡན་ཅན་ཀོ་ནི་ཡིན་ད། ནམ་དུས་བཞི། ག་རེ་ག་རེ་རེད། ནམ་དུས་ཤིག་ག་རེ་ག་རེ་རེད། ནམ་དུས་ཤིག་ག་རེ་ག་རེ་རེད་པས། ཟེར་ལ་དྲི་བ་བཏང་བར། ཨ་ནི་ད་དྲི་བ་ནམ་དུས་ཤིག་དེ་ག་རེ་རེད་ཤིག་དེ་ཁྱེད་ཚོ་བློ་ལ་སྦྱང་ཚར་ཡིན་པ། འོ་འདི་ད་ཁྱེད་རང་ཚོ་འདི་མ་བཀག། ཨ་ནི་ཤོག་གུ་སྟོང་པ་ཅིག་ག་ལ་ཡ་ནམ་དུས་ཤིག་དེ་ག་རེ་རེད་མ་ཅིག་དྲིས། བྲིས་ཚར་དུས་བརྩམས་པ་ལ་ཨ་ནི་ད་སོ་སོའི་སྒང་ལ་ཡང་ལྟ་ག་འགྲོ་ན་འགྲིག་གི་རེད་ཡང་ང་སོ་སོའི་མདུན་ལ་ཡང་ཕ་མ་སྤུན་རྒྱག་དེ་འདྲའི་ཤེས་ངན་དེ་འདྲ་ཡོད་རོགས་པ་ཨ་ནི་འདི་ཚོ་ལ་ངས་ནམ་དུས་ཤིག་གི་སྡིག་པ་ལ་འགྲིག་འདོད་པའི་ཨ་མ་ལ་སྐད་ཆ་བྲིས་ན་འགྲིག་རོགས་པ་ཨ་མ་ལགས་འདི་ངས་འདི་ནམ་དུས་ཤིག་བྲིས་ཡོད་འདི་འགྲིག་འདུག་འགྲིག་མི་འདུག་ཨ་ནི་ད་དང་པོ་ཚིག་མ་གཅིག་བྲིས་ཡོད་པ་ཙམ་གྱིས་ཏག་ཏག་འགྲིག་གི་འདུག་མི་འདུག་ཚིག་བྲིས་ནས་འགྲིག་ཡོད་ན་ཡང་ཚིག་དེ་གི་དག་ཆ་དེ་ཡང་ཏག་ཏག་འགྲིག་འདུག་བས་འགྲིག་གི་མི་འདུག་བས་འདུག་སྟག་པ་ཡིན་ན་ཨ་ནི་གང་ག་ལ་དོགས། ནམ་དུས་བཞིའི་ཚིག་དེ་མ་ལབ་ཤེས་པ་ཙམ་པོ་མ་ཡིན་པར་ཚིག་དེ་གི་དག་ཆ་ཡན་ཆད་མ་ཅིག་བྲིས་ཐུབ་པ་ཡིན་ན་ཨན་དག་ཆ་དེ་ག་དུས་ཡིན་ན་དག་ན་བོད་ཆུ་བྱེད་ཡར་བ། ཁོ་ལ་འགྱུར་བ་འགྲོ་ཤ་ཡ་ཁེ་མེད་ལ་ཁོ་དག་ཆ་འགྱུར་བ་འགྲོ་ཡ་དེ་ཚོ་མང་ཆེ་ཚོ་བྱ་ཚིག་དེར་བ། ཁོ་མིང་ཚིག་རིག་དེ་ཁོ་དག་ཆ་རང་ཅག་འདས་ཡིན་ཙང་ཅིག་ཤེས་པ་ཡིན་ན་ཨན་ཁྱོད་རང་ག་དུས་ལས་དག་ན་བྲིས་ཆོག་རེད་ཅེས་མ་འོང་དེ་ཡིན་ད། ཡ་ད་ཡིན་ད་འདུག་བྱས། ནམ་དུས་བཞི་ག་རེ་ག་རེ་རེད། ད་དྲི་བ་གཉིས་པ་དེ་ལན་ག་རེ་རེད། ལན་ས་ད་ལན་ཁྱེད་རང་ཚོ་རྒྱ་ཡར་ད་ངས་དྲི་བ་དེ་ཀློག་རོགས་བྱེད་དགོས་ཁྱོད་ཚོ་ཡང་ཡིག་ཀློག་མ་ཤེས་པ་ཡིན་ན། གནམ་གཤིས་ཀྱིས་རྣམ་ཤེས་ཀྱིས་ཟེར་ན་ང་ཚོ་ནམ་དུས་བཞི་ཧ་གོ་ས་ར་ནམ་དུས་ཤ་གོ་ན་ནམ་དུས་བཞི་དེ་གི་ཁོག་གི་ལས་ཀ་ཅིག་བྱས་ནས་རྣམ་ཤེས་འགྱུར་བ་ཅིག་འགྲོ་གི་འདུག་བ། འོ་འདིར་གཟིགས་པ་རེད་རྣམ་ཤེས་ཀྱི་འགྱུར་ལྡོག་འགྱུར་ལྡོག་ཟེར་ན་འགྱུར་བ་འགྲོ་བའི་འདིར་བ། འགྱུར་ལྡོག་མི་འདྲ་བ་ཁོ་ལ་ཡ། ཁོ་སྣ་ཁ་གཅིག་རང་གཅིག་མ་གཏོད་མེད་ན་ཁོ་མི་འདྲ་བ་གལ་ཡོད་མ་ཁོ་གཅིག་པ་གཅིག་རང་གཅིག་རེད་བ་གཅིག་པ་རེད་བ། ཁོ་གཅིག་པ་མ་ཡིན་ཙང་མང་པོ་ཅིག་ཡོད་པ་ཡིན་ཙང་མི་འདྲ་བ་ལ་རེད་བ། མི་འདྲ་བ། ཨ་ནི་ཁག་ཟེར་དུས་ཙམ་པ་ལ་ད་ཁོ types རེད་ཅེས་ཁྲག་རེད་ད། Types སོགས་ལ་ཆགས་པར་བ Types མི་འདྲ་བ་ཟེར་ན Difference ཞེས་ཁག་ཁག་ཟེར་དུས་བརྩམས་པ་ལ་ང་ཚོས་མ་ཟེར་ན Types ལ་རོ་འོ་དེ་ཆགས་པ་རེད་ཤོད་ཟེར་དུས་བརྩམས་པ་ད་ལབ་ཟེར་དགོས་བ་རེད་ང་ཚོས་སྐུལ་ཚིག་གི་སྒྲ་སྦྱར་བ་ཅི་ཤེས་ཟེར་ལའེ་ཀི་ཚབ་ལ་ང་ཚོས་སྐད་ཆ་ཤེས་དུས་བརྩམས་པ་ལ་འོ་ད་དེ་འདྲ་མ་ག་རེ་ཡོད་མ་ཤེས་ཡང་ན་མ་ལབ་ཟེར་དགོས་བ་འོ་འདི་གི་ཚབ་དེ་ཨ་ནི་ད་ཆ་ག་རེ་ཟེར་དགོས་རེད་འོ་ཡི་གེའི་ནང་ལ་སྐད་ཆ་ཤེས་དུས་བརྩམས་པ་སྐུལ་ཚིག་གི་སྒྲ་སྐུལ་ཚིག་ཟེར་ན་ད་ཕ་དེ་འདྲ་བྱེད་ཤོག་དེ་ལབ་ཤོག་ཟེར་སོགས་ཀྱི་བ་ང་ཚོས་མ་ཟེར་ན་བཀའ་བཏང་པའི་སོགས་ལ་ཆགས་དགོས་བ། འོ་དེར་ཤོས་སམ། ཡིན་དཱ་ཡང་སྐྱབས་ཁོ་ན་ཡིན་དཱ་རྣམ་བཞི་ཀྱི་འགྱུར་ལྡོག་མི་འདྲ་བ་ཁག། ཤོས་དཱ་ད་ཤོས་ཤོག། ཤོས་ཅིག། ལབ་ཤོག་ཟེར་སོ་ཅི་རེད་གོ་སོང་བས། ང་འདི་ག་རེ་ཡིན་ས་རེད་ད་འདི་ཁྱེད་རང་ཚོ་ལན་དུ་མ་སོ་སོས་དྲི་ཡས་རེད་ངས་དེ་ཀློག་གི་མ་རེད་ད། འུང་འདི་རེད་ད་དེ་ནས་དྲི་བ་གསུམ་པ་དེ་རེད་ད་དྲི་བ་གསུམ་པ་དེ་ལ་ཡང་ག་རེ་གཏང་གི་འདུག་ལབ་ན། ཁྱེད་རང་གིས། ནམ་མཐུད་སྐྱིད་ཤོད་དེ་གང་ཡིན་ནམ། གོ་ཟེར་བས། ཁྱེད་རང་གི་ལྟ་འདིའི་དྲི་བ་དེ་ཁབ་ཏུ་སོ་སོ་སོ་ལ་དྲི་བ་བཏང་བ་རེད་སོ་སོ་སོ་ལ་རྣམ་ཤེས་སྐྱིད་ལུགས་ནམ་མཐུད་འདྲ་མིན་ནམ་དུས་བཞི་ཡོར་བ་ནམ་དུས་བཞི་ཡི་ནང་ལོགས་ནས་སོ་སོའི་སྐྱིད་ཤོད་ག་རེ་ད་དཔེར་ན། ཕྱི་ཀ་གཡག་ཀ་སྟོད་ཀ་དགུན་ཀ་སོ་རེ་ཅིག་དཔེར་ན་སོ་སོ་གི་ནམ་མཐུད་དེ་སྐྱིད་ཤོད་ང་དགུན་ཀ་ལ་སྐྱིད་ཤོད་ཡིན་ཟེར་སོ་ཅིག་ཁ་ཤས་ཡང་གང་ལ་བཙོན་མོ་བཙའི་དགའ་བོ་དེ་ཚོ་ཁོ་འཁྱག་ཤུལ་དང་གང་བཏང་དགུ་དེ་བརྩམས་པ་ལ་ཁོ་དགུན་ཀ་ལ་སྐྱིད་བོ་རེད་ཚོར་གྱི་རེད་བ། ཡང་མི་རིགས་གཅིག་དབྱར་ཀ་ལ་སྐྱིད་པོ་ཡོད་ཟེར་ཡག་ཞེས་ཁ་ཤས་ནི་ཡང་དཔྱིད་ཀ་ལ་སྐྱིད་པོ་ཡོད་ཟེར་ཡང་སྟོན་ཀ་ལ་སྐྱིད་པོ་ཡོད་ཟེར་ཞེས་ད་ཁོ་རང་ནམ་དུས་འདྲ་མི་འདྲ་ལས་མི་ཚང་མ་གཅིག་པ་ཡིན་གོ་མ་རེད་བ། འོན་འདིའི་ནང་ནས་ད་ཁྱེད་རང་གི་ནམ་དུས་སྐྱིད་ཤོས་དེ་ག་རེ་རེད་པས་སྐད་རང་སྐད་ཆ་དྲིས་པ་རེད། ཁྱེད་རང་གིས་ནམ་དུས་སྐྱིད་ཤོས་དེ། གང་ཡིན་ནམ། གང་ཡིན་ནམ་ཟེར་ན། ག་རེ་རེད་པས། ལབ་རེད་ལབ་རེད་ང་ཚོ་སྐད་ཆ་བཤད་དུས་ཙམ་པ་དེ་རེད། ད་ཨ་ནི་ཁྱེད་རང་གིས་ལ་ཡིན་རོགས་ཨ་འོ་ང་དགུན་ཁ་ཡིན་ཟེར་བ་ཅི་ལགས་ཡ་ན་ར་ད་དཔེ་རུ་བྱས་ན་དགུན་ཁ་ཡིན་ཁྱེད་རང་གདམས་པ་ཡིན་ན། ད་འདི་གཅིག་པུ་ཅིག་དྲི་བ་དེ་ཨ་ནི་དགུན་ཁ་ཡིན་གདམས་པ་ཙམ་གྱིས་འགྲིག་གི་ཡོད་མ་རེད་ཡང་དེ་དྲི་བ་དེ་ལ་ཡ་དྲི་བ་ད་ལྟའི་དྲི་བ་གཅིག་གི་ནང་ལ་དྲི་བ་གཉིས་ཚུད་དེ་ཡོད་རེད། ད་དྲི་བ་གཞན་དག་དེ་ག་རེ་ལགས་ཀྱི་འདུག་ཟེར་ན་རྒྱུ་མཚན་གང་ཡིན་དཔེར་ན་རྒྱུ་དེ། རྒྱུ་མཚན་གང་ཡིན་ནམ། ད་ཁྱེད་རང་དགུན་ཁ་ལ་དགའ་བོ་ཡོད་པ་ཡིན་ན། ད་དགུན་ཁ་དེ་དགའ་བོ་བྱེད་དགོས་རྒྱུ་མཚན་ག་རེད་ཁྱེད་རང་དགུན་ཁ་ལ་སྐྱིད་པོ་བཞུགས་ཤིག་ལབ་སོང་སྐྱིད་པོ་ཆགས་དགོས་པའི་རྒྱུ་མཚན་ག་རེད་ཁྱེད་རང་རྒྱུ་མཚན་ག་ཤེད་ཡོད་པས། ག་རེ་བྱས་ནས་དགུན་ཁ་ལ་སྐྱིད་པོ་འདུག་པས་ཟེར་བ་ཅིག་ལབ་རེད།